བརྙན་ཐུང་ཐུགས་འདོད་ཆུ་ཕུག་གི་བསམ་སོང། བརྙན་ཐུང་དེ་ག་རེ་སྐོར་ཡིན་ལབ་བ་ཡིན་ན། ད་ད་ལྟ་ང་རང་ཚོ་སུད་སི་ས་གནས་ལ་ཡ་ད་ད། མིག་དམར་ལགས། གི་ད་ད་ད་རང་ཞོགས་ཡ་རང་ད་ད་ངོ་དེབ་ནང་ལ་ཡ། ཁོ་རང་གི་ཐད་གཏོང་འགྲོ་རྒྱུ་བརྙན་ཐུང་ཞིག་མཐོང་སོང་ར། ཨ་ནི་བརྙན་ཐུང་དེ་ཆ་ཚང་སྒོ་ནས་ཞུ་གི་པ་དང་ཉན་ཡིན། དངོས་གནས་ཨ་ནི་ད་ལན། ང་རང་སྒེར་གྱི་མིག་དམར་ལགས་ལ། བརྙན་ཐུང་དེའི་བརྒྱུད་ལམ་ནས་ཐུགས་རྗེ་ཆེ་ནང་ལ་ནས་ཞུ་ཡས་ཡིན། དངོས་གནས་གཅིག་ང་རང་ཚོ་མིག་དམར་ལ་དགྲ་བོ་ཆགས་ཤར་བ་ཡིན་ན། ང་རང་གིས། དམིགས་བསལ་གྱི་འབྲེལ་བ་ཡིན་འདྲ་ཁྱེད་མེད། ཡིན་ན་ཡང་དུས་རྒྱུན་ད་ང་རང་ཚོ Swiss གྱི་ས་གནས་ལ་བསྡད་ཀྱི་ཡོད་ཙང་གཅིག་ང་རང་ཚོ་སྐད་འབོད་ཁག་ཡིན་ན་རེད་དུས་ཆེན་ཁག་དེ་བ་ཡིན་ན་ཁོ་རང་མང་པོ། ང་རང་འདུག་མཐོང་གུ་དོར་བ། མཐོང་བྱེད་ནས་ནི་གཅིག་སྐད་ཆ་བཤད་མྱོང་ཡོད། ཨེ། ཅིག། དུས་རྒྱུན་དུ་ཁོ་རང་ནི་སྐད་འབོད་བདེ་བ་ལ་ཡིན་ན་ཨེ། ཅིག། ཁོ་རང། རྨ་ཆེ་བ་འདུག། ཆ་ཤས་གླེན་བདེ་ངེས། གང་ཟག་ཅིག་ཆ་བདེ་ཡོད་རེད། ཨ། དེ་མ་ཡིན་པས་ཀྱི། ཅིག། ག་དུས་ཡིན་ན་འདི་བདེ་བ་ལ་ཡང་ཅིག་ང་རང་ཚོ་བུ་རྩ་དོན་དང་འབྲེལ་བ་ཡོད་པས་ཀྱི། གནས་ཚུལ་ག་འདྲི་ཅིག་ཡོད་ན་འདི་ཐོ་བ་ལ་ཡང་ཨེ། ཅིག། མི་མང་ལ་ཁོ་རང་ངོས་ནས་བརྙན་ཐུང་བཟོས་ཨེ་ཡིན་ན་རེད་ཨེ། ཅིག་ངོ་དེབ་ནང་ལ་ཐད་གཏོང་འགྲོ་ཡ་ཡིན་ན་རེད། དེ་འདྲི་ལ་སོགས་པ་ཀྱི་ཨེ་ཁོ་རང་གི། འདུག། དངོས་ཤུགས་བརྒྱུད་གསུམ་ནས་ནི་ཅིག་སོ་སོའི་གི། བོའི་རྩ་དོན་དོན་དག་ལ་ཡང་ཅིག་སོ་སོའི་གི། སྒེར་གྱི་བསམ་ཚུལ་བཞག་ཡ་ཡིན་ན་རེ་དེ་འདྲའི་ཐོག་ལ་ཕྱག་ལས་རབ་དང་རིམ་པ་མང་པོ་གནང་དགོས་བ་རེ་སོང་ཙང་ད་ལན་ནི། ཁོ་རང་ལ་ཡང་ཐུགས་རྗེ་ཆེ་ཞུ་དགོས་ཡོད་དེ། ཐ་མ་ས་ནས་ད་ནངས་ངའི་མིག་དམར་ལགས་ཀྱིས་ཁོ་རང་གི། ངོ་དེབ་ནང་ལ་བཞག་རྒྱུ་བརྙན་ཐུང་དེ་ངའི་རྣ་མ་ཚོ་ལ་གཤམ་ལ་འཁྱུགས། བཞག་གི་ཡིན་དེ་འཁྱུགས་སྲིད་དར་བ།

གང་བྱེད་ཅེས། བདག་ན་བཞིན་པའི་གི་སྟེང་ཆ་དེ་ཚོ་ག་ལ་ཡག་ཅིག་སྤྲ་ཁྲིད་དེ་ཚོ་དང། ཨ་ནི་དཀའ་ལས་ཞེ་པོ་ཅིག། རྒྱབ་ཤ་རྒྱག་པ་དེ་མཐོང་མཁན་འདུག་ཨ་ནི་ང་རང་ཚོ། ཚོགས་པ། གི་ང་རང་ཚོའི་ཚོགས་པའི་གི་འཐུས་མི། ཚོགས་གཞོན་ཚོགས་གཙོ་ཚོགས་གཞོན་བདག་ན་བཞིན་པའི་རྒྱུ་ལས་ཆ་ཚང་ལ་ཡ། གུས་པ་མིག་མ་ནས། ཐུགས་རྗེ་ཆེ་གནང། བཀའ་དྲིན་ཆེ། ཨ་ནི། Merci། དང་གི་ཞུ་ཞུ་ཡས་ཡིན། ང་ཚོ། ཡག་གི་ཆ་ལ་ཡ་ང་ཚོ་ཐུགས་རྗེ་ཆེ་ཞུ་ཡས་དང་བཀའ་དྲིན་ཆེ་ཞུ་ཡས་དེ་ང་ཚོ་ལས་འགན་རེད། ཡང་དེ་བ་ལ་ཡག་ཅིག་གི།

འདི་གས་ལ་མ་གཏོགས་སུ་ཅིར་བྱེད་དོགས་མེད། ཞེས་དེའི་ལག་ལེན་གསལ་བོ་ཞུ་ཅིག་ང་ཚོ་ཚང་མས་གི་དེའི་ཐོག་ལ་ཡང་མི་དེའི་ནང་ལ་སྐད་ཆ་འགྲོ་འདོད་ཡོད་དུ་སོང་ང་ཚོ་བོད་པ་མི་རེ་གུ་རེ་གི་དེའི་ཁོག་ལ་ཡང་མཆན་རྒྱབ་དགོས་ན་རེད་འདི་ག་བཀྲམ་དགོས་ན་བཀྲམ་ཡ་དེ་ང་ཚོ་ལ་ཡང་འགན་ཡོད་རེད་དྭགས་ནང་བཞིན་པའི་འཛམ་གླིང་ལ་ཡང་དེ་འདི་གནས་ཚུལ་ག་ལ་ཡང་གནས་ཚུལ་ཆེན་པོ་ཆགས་རྗེས་ཨ་ནི་དེ་གར་གོ་ལ་ཡ་དེའི་ཐོག་ལ་ཅི་གང་བྱེད་ཡ་མེད་པ་ཅིག་བཟོས་ཡ་དེ་ང་ཚོ་བོད་པ་ཕྱི་ལོག་ལས་པ་བོད་པ་ཚང་མ་ལ་འགན་ཡོད་རེད་དྭགས།

ཨང་གསལ་རེད་རྒྱབ་སྐྱོར་ཚད་མཐོ་བོ་རེད་ཤག་སོང་ཙང་དེ་ཚོ་ཚང་མ་ང་ཚོའི་གང་མང་མ་བཀྲམ་ནས་དང་གང་མང་མ་བཤེར་བྱས་དང་གང་མང་མ་བ་རེད་བཟོ་དགོས་ཡོད་རེད་སོང་ཙང་དེ་ངས་དེ་རིང་འབུད་དགོས་རང་ཡིན། ཚང་མར་འགན་ཡོད་རེད་སོང་ཙང་དང་ཡིན་ཨ་ནི། མཐའ་མ་དེ་སུད་བེ་རི་མི་མང་གི་ཚོགས་གཙོ་ཚོགས་གཞོན་དང་རྒྱུན་ལས་དང་ཨ་ནི། སྦྱིན་བདག་ཆེན་པོ་བསྟན་འཛིན་མོ་མོ། བསྟན་བསྟན་འཛིན་ལགས་དྲན་རོགས་པ་དག་ན་བཞིན་པའི་ཇེག་ལིན་ཚེ་རིང་ལགས་དག་ན་བཞིན་པའི Volunteers ཚང་མ་དང་དག་ན་བཞིན་པའི་འདི་ལ་ཡ་དག་སུ་ཡོད་འདི་ལ་ཡ་ཐོན་མཁན་ག་རེ་འབྱར་ཡོད་ན་ཆ་ཚང་ལ་སེམས་གདིང་ནས་ཐུགས་ཆེ་བཀའ་དྲིན་ཆེ Thank you so much Thank you so much། སིས་བ།
ཨ། ད་ང་རང་རེད། ཨ་ནི། ད་ལན་ང་རང་གི་དེ། བརྙན་ཐུང་ཆེད་དུ་ང་ནི་བཟོ་དགོས་གལ་ཆེ་ནི་ཡིན་ལ་ན། ང་ཚོས་ཀྱི་བོད་པའི་སྤྱི་ཚོགས་ནང་ལོ་ལ་ཏས་སི་འདི་ཐོག་ལ་ཡ། ང་རང་ཚོ་གི་ཤུག་ཏས་སི་རྒྱག་དགོས་འདུག་བསམ་གི་འདུག་ཤུག་དེ་ག་རེ་ཡིན་ལ་རྗེས་སུ་ཡི་རང་བྱེད་སྦྱོར་བ། རྗེས་སུ་ཡི་རང་བྱེད་ནས་ཨ་ནི་ཅིག་གུ། སྤྱི་ཚོགས་ནང་ལོ་ལ་ཡ་ཅིག་གི། དངོས་གནས་ཅིག་དྭགས་ལང་ངོ་ནས་ཕྱག་ལས་གནང་ངེས་ད། ཨ་ནི་ཅིག་སོ་སོའི་གི་དངོས་གནས་གསུམ་གཅིག་པ་ལ་གལ་ཆེན་པོ་རྩིས་བྱས་ནས་ཨ་ནི་ཅིག་སོ་སོའི་དངོས་འདི་སྡེ་བ་ལ་ཨ་ནི་ཅིག་རིས་མེད་ཐོག་ནས་ཅིག་འགྲོ་སོང་ཡིན་ན་རེད་ཨ་ནི། ད་མི་ཐོག་ནས་ཡིན་ན་རེད་དཔལ་འབྱོར་ཐོག་ནས་ཡིན་ན་རེད་དེ་འདྲའི་ཐོག་ནས་སོ་སོ་དངོས་ནས་ཅིག་མཉམ་ཞུགས་གནང་མཁན་མང་པོ་འབྱོར་བ་དེ་ཚོ་ཐོག་ལ་ང་རང་ཚོ་གི་དངོས་ནས་རྗེས་སུ་ཡི་རངས་བྱེད་དེ་དཔེ་གལ་ཆེན་པོ་རེད་བྱས་ང་ཚོ་བོད་པའི་སྤྱི་ཚོགས་ནང་ལོགས་ལ་ང་རང་གི་ད་ལྟ་བར་དུ་དོ་སྣང་ག་རེ་བྱུང་ཟེར་ན་ང་ཚོའི་གི་དངོས་ནས་དེ་ཚོ་མཐོང་བ་ལ་ཡ། མི་མང་པོ་གཅིག་གིས་དེ་བལྟས་ཁག་པོ་འདུག་བ་རྗེས་སུ་ཡི་རང་བྱེད་ཡོད་དེ། དངོས་གནས་གཅིག། ཕ་ཆུང་ངུ་གི་དུས་ཚོད་གཏང་དགོས་བ་རེད་ཕ་ཆུང་ངུ་གི་དཔལ་འབྱོར་ཐོག་འགྲོ་སོང་གཏང་དགོས་བ་རེད་གང་ཟག་རེ་ཟུང་ཡོད་རེད་དངོས་གནས་སོ་སོ་གཅིག་བོད་པ་མ་ཡིན་ན་ཡང་གཅིག་དངོས་གནས་བོད་པའི་གི་གཅིག། ཆོས་དང་རིག་གཞུང་དང་ཨ་ནི་གཅིག་བོད་པའི་གི་ཐུ་མོ་མ་ཡིན་པའི་གི་ཨ་ནི་གཅིག། ཨེ་ཡི་དང། གོམས་གཤིས་དང། ཨན་ཏིག་དུས་ཆེན་ཁག་འདི་འདྲའི་ཡིན་ནས་སོ་སོ་དངོས་ནས་སྒེར་གྱི་ནི་ཅིག་འབག་སྐུ་དཀྲོག་ཅིང་འདི་དེ་བ་ལ། ནི། ཆ་ཤས་གླེང་ཅིང་འགྲོ་སོང་བཏང་ཅིང་ནི་དེ་འདྲའི་བྱིས་བོ་རེད། འདི་ཚོ་ཐོག་ལ། འདི་ཚོ་རྣམ་པ་ཚོ་ལ་ཡང་ང་རང་ཚོ་དངོས་ནས། ང་རང་ཚོ་བོད་མིའི་གཙང་སེལ་བ་ཞིག་ཡིན་ཚར་བའི་རྗེས་ལ་ཏན་ཏན་འདི་ཐོག་ལ་ཡ་ཅིག་ང་ཚོའི་གི། ཐུགས་ཁུར། བཞེས་བྱས་ནས་ཐུགས་རྗེ་ལེགས་འབུལ་ཞུ་ཡུལ་དེ་དཔེ་གལ་ཆེན་པོ་རེད་བསམ་གྱི་འདུག་སྤྱིར་བཏང་ད་བར་གི། ཁ་སང་ང་ཚོ་སྐུ་མདུན་གྱི་གོ་དོན་དེ་ལ་ང་རང་འདུག་སུ་ཕ་གའི་ལྕགས་རི་རུ་ཉི་མ་དང་པོ་དེ་འགྲོ་ཐུབ་མ་སོང་ཉི་མ་གཉིས་པ་དེ་ང་རང་ནང་མི་ཁྲིད་ཆེད་འགྲོ་ཡིན། ཕ་གའི་རུ་འགྲོ་དུས་ཙམ་པ་ལ་དངོས་གནས་ད་ལྟ་མིག་དམར་ལགས་ཀྱིས་གསུངས་པ་ནང་བཞིན་རེད། གྲ་སྒྲིག་ཧང་སང་ཡང་གནང་ཤག། དངོས་གནས་གཅིག་གི་ཚོགས་ཁང་ཡིན་ན་རེད་ཞལ་ལག་ཡིན་ན་རེད་ཨན་ཅིག་གང་ཅིའི་ཐོག་ནས་རྣམ་པ་ཚོ་དཔེ་ཧང་སང་ཡང་རེད་ཞག་གྲ་སྒྲིག་དེ་ཚོ་སྐབས་ལ་དངོས་གནས་ཞལ་ལག་ཡིན་ན་རེད་ཨ་ནི་གཅིག་ཚོགས་ཁང་གི་གོ་སྒྲིག་བྱེད་སྟངས་ཡིན་ན་རེད། ཨ་ནི་ཅེ་གི་གང་ལྟར་དེ་ཚོ་ཚང་མ་ཧང་སང་ཡ་ཚགས་ཚུགས་པོ་ཡག་པོ་གནང་ཤག་ད་དེ་ཚོ་ཚང་མ་མི་གཅིག་ལ་བལྟ་ནས་འདི་ཚགས་ཚུགས་པོ་ཡོང་གི་མ་རོ་བ། མི་མང་པོ་ཅིག་ཡོད་ད་འདི་རྒྱབ་ལོག་ལས་ཕྱག་ལས་གནང་ངེས། ཨ་འདི་མ་ཡིན་པའི་ད་ལྟ་མིག་མངས་ལགས་ཀྱི་གསུང་བ་ན་ཞེས་རེད་ད་ལྟ་བསྟན་ཚེ་མོ་མོ་ཁོ་ནང་གི་དངོས་གནས་ཐུགས་ཁུར་གཞལ་བྱས་ནས་དངོས་མི་བཞི་སྟོང་ལྔ་སྟོང་འདི་འདྲས་ཀྱི་ཨ་ནི་ཞལ་ལག་དེ་དངོས་གནས་གསུམ་ཁོ་རང་ཚོ་དེ་རྒྱན་འཁྱེར་བཞིན་འདུག་ཟེར་རེ་མས་ཕུད་ཐུ་ཨེ་དེ་ཧང་སང་ཡ་རོ་བ། དངོས་གནས་དཔལ་འབྱོར་ཡོད་ངེས་ཡིན་ནའི་མི་ཁ་ཤས་དེ་འདྲའི་གཏོང་ཕོད་ཅན་ཡོང་མ་རྟ། ཁ་ཤས་དཔལ་འབྱོར་ཡོད་ངེས་ཡིན་ནའི་དངོས་གནས་དངུལ་ལ་བསྲི་ཚགས་བྱེད་དེ་ངས་མང་པོ་ཡོད་རེད་ད་དེང་སི་མོ་མོ་འདྲ་བོ་ཡིན་ན་ད་ད་ལྟ་དེ། མིག་དམར་ལགས་ཀྱི་གསུང་བ་ན་ཞེས་རེད་དངོས་གནས་ཅིག་རིན་མེད་ཕུལ་བ་མ་ཟད་ནི་ཅིག་ཕྱག་ལེན་ན་ངས་དེ་ཚོ་ཡང་དྭགས་ལང་ངོ་ནས་ནི་ལོ་ཆུང་བ་དང་ལོ་རྒན་པ་དང་ཆ་ཚང་འདྲ་བོ་ཅིག་ཁོ་ནང་རྫོགས་ཀྱི་འདུག་སུ་ད་དུག་ལོག་གོན་བྱས་ནས་དངོས་གནས་མི་དམངས་ལ་ཡང། ཞབས་ཀྱི་ཧང་སང་ཨེ། ཞུས་གནང་གི་འདུག་བ་དེ་ཚོ་དངོས་གནས་མིག་དཔེ་བལྟ་དགོས་ད་དངོས་གནས་གསུམ་ང་རང་ཚོ་སྤྱི་ཚོགས་ནང་ལ་ཡ་ལེགས་པའི་བཟང་བའི་ཕྱོགས་ཅིག་རེད་བསམ་གོ་ད་ང་རང་ངོས་ནས་རོ་ལྟ་དེ་མ་ཡིན་པས་ནི་ད་ད་མིག་མང་ལགས་ཀྱི་དེ་གསུངས་སོ་ད་ད་ཚེ་རིང་ཧྥ་ཝུན་ཏྲེ་ཤན་ལས་ཁོ་རང་ཚོ་ཡིན་ན་ད་ད་ང་རང་ཚོ་བོད་པའི་གི་གོ་དོན་གི་གནས་ཚུལ་དེ་ཚོ་ཆ་ཚང་འདྲ་བོ་ཅིག་མ་ནི་ཚ་ཤོག་ནང་ལ་ཡ་འདུག་སོ་ཁོས་དུ་བས་ད་ནི། Swiss། རྒྱལ་ཁབ་ཡོངས་ལ་ཡང་ཅིག་གནས་ཚུལ་དེ་སྐོར་ལ་གོང་ས་མཆོག་གོ་དོན་དེ་སྐོར་ལ་ཡང་ནི་གསལ་བསྒྲགས་ནི་ཅིག་སྤེལ་ཐུབ་ཡས་དང་དེ་ཚོ་ཡིན་ན་གསལ་བསྒྲགས་དེ་ཚོ་ཕ་གའི་ཚ་ཤོག་ནང་ལ་འཁོད་ཡས་ཆེད་དུ་ལ་ཡང་རིས་མེད་ཀྱི་སུ་ཡིན་ན་གླེང་གི་མ་རོ་བ་དེ་ཐོག་ལ་ཡང་འགྲོ་སོང་ཅི་གཏང་དགོས་གོ་རོ་བ་དེ་ཡང་ནི་ཚེ་རིང Foundation མོ་རང་གི་འདུག་སྟངས་རེད་ཟེར་ནས་གསལ་བོ་གསུངས་སོ། མ་ཡིན་པའི་གི་ག་དུས་ཡིན་ན་ཅིག་དེ་དེ་བ་ལ་ཡང་ཅིག་དཔལ་འབྱོར་སྡུད་དགོས་དང་ཡང་པུ་གུ་ལ་ཡ་དེ་དཔལ་འབྱོར་ཐོག་ནས་འདེགས་སོ་རོགས་རམ་ཅིག་ག་དུས་ཡིན་ན་སྡུད་དགོས་ཞེ་འདོད་སྐྱོན་དེ་ངེད་ཀྱི་གང་ཟག་ཅིག་རེད་གསུང་གི་འདུག་བ། སོང་ཙང། འདི་ཙམ་མ་ཡིན་པ་ད་ང་རང་ཚོ་གི། ལས་ཐོག། སུད་སི་ལེག་ཐེན་སི་ཐན་བོད་རིགས་མ་སྐབས་བཅུ་དགུ་པའི་གནས་ཚོགས་གཙོ་རྒྱུན་ལས། ཚང་མ་གནས་གཅིག་ཧ་རུ་དཔའ་རུ་གནང་བྱས་ནས་གང་ལྟར་ད་ལན་ང་རང་ཚོ་གོ་དོན་འདི་གོངས་སུ་ཤོག་དགོངས་ལོ་དགུ་བཅུ་ལ་ཕེབས་པའི་གོ་དོན་འདི་དངོས་གནས་ཧང་སང་ཡས། གཅིག་གི། ས་གནས་གཞན་པ་དང་གཅིག་པ་བྱས་བྱས་ནས་ང་ཚོས་གི་དངོས་གནས་སུམ་ཕྲག་བརྒྱད་ཐག་ཆོད་འདུག་སྲུང་བརྩི་ཞུ་ཐུ་ཨེ་དེ་ཡས་ཨ་ནི་གཅིག་ང་རང་ཚོ་མི་མང་དང་ཚང་མས་གི་ཧ་རུ་དཔའ་རུ་བྱས་བྱས་ནས་ང་རང་ཚོ་གི་ད་ལན་གྱི་དུས་དྲན་དེ་ཏང་ཐུ་ཡེ་དེ་ཨ་ནི། ཚང་མ་ཁོ་ནང་ཚོ་བཀའ་དྲིན་རེད་བ། ངས་ག་དུས་ནས་རྣམ་པ་ཚོ་ང་རང་སྙིང་ཐུང་ལ་ཞུ་བསྡད་ཀྱི་ཡོད། གཅིག་ང་རང་ཚོ་བོད་མི་ནང་ཁུལ་འཆམ་པོ་བྱེད་གཅིག་སྒྲིལ་བྱེད་བ་ཡིན་ན་ཨ་ནི་གཅིག། དཀའ་ངལ། ལས་འགུལ་སྤེལ་ཡས་ཡིན་ན་རེད་ཨ་དེ་དེ་བ་ལ་གཅིག། ག་རེ་གོ་སྒྲིག་བྱེད་ཡས་ཡིན་ན་རེད་ཏན་ཏན་ང་ཚོ་ལ་དཀའ་ངལ་ཟེར་ངེས་རེད་རྩ་བ་ཉིད་ནས་ཡོང་གི་མ་རེད་ལ་ནི་ཞུ་ཡས་ཡིན། ཨེ་འདི་ངེས་པར་དུ་ནམ་པོ་ཟ་ཡིན་ཐུགས་ལ་བཅངས་རོགས་གནང་ལ་ནི་ཞུ་འོས་ཡིན། ཨེ་ང་རང་ཚོ་གི་ད་ལན་སྤྱི་ཚོགས་དྲ་ལམ་ནང་ལ་ཡིན་ན་རེད་ག་རེ་ཡིན་ན་རེད། ཅིག་གིས་ང་རང་ཚོ་བཟང་ཕྱོགས་ཐོན་ནས་ཅིག་ད་བསླབ་བྱ་བསྐྱོན་ངེས་ཡིན་ན་རེད། ཨེ་ནི་ཅིག་བོད་རྩ་དོན་དང་བསྟན་པ་ཆབ་སྲིད་དོན་དག་ལ་ཡང་དེ་བས་དེ་བ་ལ་ཨེ་ནི་ཅིག་གི་ལས་འགུལ་སྤེལ་ངེས་ཡིན་ན་རེད། ཨེ་དེ་མ་ཡིན་པས་ཀྱི་ཅིག་ད་རྒྱ་ཆེ་ས་ནས་བཤད་པ་ཡིན་ན་ཅིག་ང་རང་ཚོ་རྒྱལ་ཁབ་དང། མི་རིགས་དང་ཨེ་ནི་ཅིག་གི་སྐད་ཡིག་རིག་གཞུང་དེ་འདྲའི་ཐོག་ལ་ཨེ་ནི་ཅིག་སྔུན་ནས་ཅིག་སེམས་ཁུར་ཡོད་བྱས་ནས་ཨེ་ནི་ཅིག། དྲ་རྒྱ་ཐོག་ལ་ཤེས་ངེས་ཡིན་ན་རེད་ཡང་འདི་དེ་བ་ངོ་དེབ་ཐོག་ནས་གསལ་བསྒྲགས་མ་སྤེལ་ངེས་ཡིན་ན་རེད་ཨ་ནི་འདི་མ་ཡིན་པའི་གི་ད་བརྒྱུད་ལམ་ཁག་མང་པོ་ཡོད་རེད་འདི་ཚོ་ཐོག་ལ་ང་རང་ཚོ་བོད་མི་ཅིག་ཡིན་ཚར་བའི་རྗེས་ནས་ཏན་ཏན་རྒྱབ་སྐྱོར་གི་རྣམ་པ་དེ་ངེས་པར་དུ་ང་ཚོ་ལ་ངོས་གནང་དགོས་ཨེ་གལ་ཆེན་པོ་རེད་བསམ་གི་འདུག་ད་ཆེ་ས་ནས་བཤད་ན་འདིར་བ་ད་ཆུང་ས་ནས་བཤད་བ་ཡིན་ན་སོ་སོ་ས་གནས་ནང་ལོག་ལ་ཡང་ཅིག་བོད་བོད་དོན་སྐོར་ལ་ཡང་ཅིག་འདི་དེ་བ་ལ་ཁྱབ་སྤེལ་བྱེད་ངེས་སུ་རེད་ཤག། བོད་དོན་ཐོག་ལས་དབུ་ནས་སེམས་ཁུར་བྱས་ཚེ་ནས་ཅིག་ཕྱག་ལས་གནང་ངེས་སུ་འདུག་ཨ་ནི་ཅིག་དུས་རྒྱུན་དུ་ཁོ་རང་ནས་ཅིག་བོད་དང་ང་རང་ཚོའི་བོད་དང་མི་རིགས་དང་སྐད་ཡིག་ཐོག་ལས་ཞེན་གོ་ཡོད་ངེས་གང་ཟག་སུ་རེད་ཤག་ཨ་འདི་མ་འོངས་པ་ག་འདྲེ་ག་འདྲེ་བྱེད་ཀྱི་འདུག་ཁོ་རང་ཚོ་གིས་ཨ་ནི་ཅིག་བྱེད་བདེ་བ་དེ་ཚོ་ལ་སོ་སོ་ངོས་ནས་བྱེད་མ་ཐུབ་པ་ཡིན་ན་ཡིན་ན་རྒྱབ་སྐྱོར་གནང་ཡས་དང་ཨ་ནི་ཅིག་རྗེས་སུ་ཡི་རང་བྱེད་ཡས་དང་འདི་ཚོ་དཔེ་གལ་ཆེན་པོར་བསམ་གོ་ཐུབ་ངེས་ཀྱི་ང་ཚོ་བོད་པའི་སྤྱི་ཚོགས་ནང་འདི་ཏིས་ཀུན་པོ་འདུག་དངོས་གནས་ལ་ཡིན་ང་རང་གིས་དེ་མྱོང་ཚོར་མང་པོ་བྱུང། ང་ཚོའི་བོད་པའི་ཚོགས་ཀྱི་མང་ཆེ་གར་ཆེན་དུ་ནུས་འབྲུའི་སྟོན་ཡོན་དེ་ལྟས་གལ་ཆེ་ཅིག་གི་འདུག་མི་གཅིག་གི་ལོ་ལྔ་བཅུ་ཟིན་པའི་ཕྱག་ལས་རབ་དང་རིམ་པ་གནང་ཡོད་པ་ཡིན་ན་ཨ་ནི་ཁོ་གི་ནུས་འབྲུ་དང་སྐྱོན་ཆ་ཆུང་ཆུང་ཅིག་ཟིན་བྱས་ནས་ཨ་ནི་ཁོས་གི་དེ་སྔའི་ལས་བྱས་རྗེས་བྱེད་རྒྱུ་དེ་ཚོ་སྤུ་རམ་བེད་དགོས་ར་མིག་གསུམ་ལག་གསུབ་བཏང་བཞག་གི་འདུག་འདི་ཚོ་ཡང་ལྟས་ཅིག་ང་རང་ངོས་ནས་ཡང་ཏག་ཏག་ཅིག་བསྡད་མེད་པའི་རྣམ་པ་འགྲོ་ཐུང་གི་འདུག་སོང་ཙང་ད་ད་ལན། འབོད་སྐུལ་རང་ཡིན་རེད་བ་ང་རང་ཚོ་བོད་རིགས་སྤུན་ཟླ་ད། སུ་འདྲ་ཅིག་ཡིན་པ་ཡིན་ན་ཅིག་ད། ཆེ་ས་ནས་ཞུས་ན་ངས་ཞུས་སོང་ད་རྒྱལ་ཁབ་དང་མི་རིགས་སྐོར་ལ་ད་ནི་ཅིག་གིས་ང་རང་ཚོ་སྐད་ཡིག་སྐོར་ལ་ཅིག། བཤད་བསྡད་ངེས་དང་ཨ་ནི་ཅིག་འདི་ཐོག་ལ་ཡ་སེམས་འཁུར་ཡོད་ངེས་དང་ཨ་ནི་ཅིག། ཆུང་ས་ནས་བཤད་ན་ཅིག་སོ་སོ་ས་གནས་ལ་ཡང་ཅིག་འདི་ལྟེ་བ་ལ་ནི་ཅིག་ཡང་བོད་དོན་དང། ང་རང་ཚོ་བོད་དང་སྐད་དང་རིག་གཞུང་སྐོར་ལ་ཡང་དངོས་གནས་སེམས་ཁུར་ཁེ་ཅིང་ཕྱག་ལེན་གནང་བསྡད་ངེས། ད་དེ་མ་ཡོན་པའི་ཐ་མ་ཅིག་སོ་སོ་ནང་མི་ཡིན་ན་ཡང་ཅིག་སོ་སོའི་ནང་ལ་ཡང་སྙིང་རྗེ་སོ་སོ་རྒན་ཁེ་ཆེ་ནས་སོ་སོའི་སྤུ་གུ་ལ་ཡང་བོད་སྐད་ལབ་ངེས་དང་ཡང་ཅིག་འདི་ལྟེ་བ་ལ་ཅིག Social Activity ནང་ལ་ཅིག་དངོས་གནས་ཆ་ཤས་ཡག་པོ་ལེན་བསྡད་ངེས་དང་སོ་སོ་རྒྱུས་ཡོད་དང་ཅིག་ཅིག་ཡོད་ངེས་དེ་འདྲ་ཡིན་ན་ཏན་ཏན་རྣམ་པ་ཚོ་ད་ལེ་ངས་དྲ་ལམ་འདི་གི་ང་རང་གི་བརྙན་ཐུང་འདི་བརྒྱུད་ལམ་ནས་གར་ཞུ་འདོད་བྱུང་སོང་ན། རྒྱབ་སྐྱོར་དང་རྗེས་སུ་ཡི་རངས་དང་བསྔགས་བརྗོད་དེ་ངེས་པར་གནང་རོགས་གནང་ལ་ནི་ཞུ་ཡས་ཡིན་རྣམ་པ་ཚོ་འདི་འདྲའི་གནང་བ་ཡིན་ན་ཕ་ཆོས་ངོས་ལ་སེམས་ཤུགས་འཕར་མ་ཅིག་སླེ་གི་རེད་སེམས་ཤུགས་འཕར་མ་ཅིག་སླེ་བ་ཡིན་ན་ཁོ་རང་གི་མ་འོངས་པ། ཁོ་རང་གི་ད་ལྟ་ལས་ཀ་བྱེད་བཞིན་པ་འདི་ལ་ཁོ་རང་དུ་རུང་འདི་ལས་ཡག་ག་གཏང་གི་རེད་ཁོ་རང་གི་ཡར་རྒལ་གཏང་གི་རེད། ལྟ་དེ་མ་ཕྱིན་བ་ཡིན་ན་རྣམ་པ་ཚོགས་ཀྱིས་གཅིག། ནམ་རྒྱུན་ལས་ཀ་བྱེད་དེ་ངེས་ད། དེ་འདྲས་གཅིག་ཚོགས་པའི་ངོས་ནས་ལས་ཀ་བྱེད་དེ་ངེས་ད་ཨེ་ན་གཅིག། དེ་འདྲས་ལ་ཨན་གྱི་དམའ་འབེབས་སྟངས་རྐང་པ་འཐེན་བསྡད་པ་ཡིན་ན་ཨ་ནི་མ་འོངས་པ་ང་རང་ཚོ་ག་རེ་དཀའ་ངལ་འཕྲད་ཀྱི་ལ་བ་ཡིན་ན་ཨན་དེ་འདྲའི་ཐོག་ལ་ཡི་བཟང་སྤྱོད་ཐོག་ནས་ལས་ཀ་བྱེད་ངེས་དེ་ཉུང་རུ་ཉུང་རུ་འགྲོ་གི་རེད་དེ་འགྲོ་བ་ཡིན་ན་ཨ་ནི། ག་ལི་ག་ལི་ང་རང་ཚོ་གི་ཨ་ནི་གཅིག། ཚོགས་པ་ཡིན་ན་གཅིག་མེད་པ་བྱ་ཡས་ད་ག་ལི་ག་ལི་ང་རང་ཚོ་ཨ་ནི་གཅིག། སྐད་རིགས་གཞུང་ཨ་ནི་གཅིག། ག་རེ་ཡིན་ན་ཅིག་ག་ལི་ག་ལི་ག་ལི་ཉམས་ཆག་འགྲོ་ཡས་ཀྱི་གནས་སྟངས་དེ་ཆགས་མ་སྲིད་བ་མ་རེད་ལ་ནི་ཞུ་ཡས་ཡིན་སོང་ཙང་ད་ད་ལྟའི་ཞུ་དོན་གཙོ་བོ་དེ་ད་ག་རང་ཡིན་ཞུ་དོན་གཙོ་བོ་དེ་ག་རེ་ཡིན་ལབ་བ་ཡིན་ན་ཅིག་གི་བཟང་སྤྱོད་མཐོ་བ་ནས་ང་རང་ཚོ་གི་དངོས་གནས་ཅིག་སྤྱི་ཚོགས་དྲ་ལམ་ནང་ལ་ང་རང་ཚོ་བོད་པ་ལ་ཕན་གྱི་སྐད་ཆ་བཤད་ངེས་ང་རང་ཚོ་བོད་པའི་སྤྱི་ཚོགས་ལ་ཡ་ཅིག་ཨེ། ཡག་པོ་གཅིག་ཡོང་ན་བསམ་ནས་སྐད་ཆ་བཤད་ངས་ང་རང་ཚོ་བོད་པའི་སྤྱི་ཚོགས་ནང་ལ་རྡོག་རྩ་གཅིག་སྒྲིལ་བྱེད་ནས་བསྡད་ཐུ་ཨེ་བྱེད་དུ་ལ་ཡ་ཨ་ནི་ཅིག་སོ་སོ་ངོས་ནས་ཅིག་ཐབས་ཤེས་ཡུ་གུ་རྩ་ཤི་བྱས་བྱས་བྱས་ཨ་ནི་དཀའ་ལས་རྒྱག་ངས་ཨ་ནི་དེ་མ་ཡིན་པའི་གི་ཅིག་ཏེ་དེའི་དེ་བ་ཨ་ནི་ཅིག་སོ་སོ་ས་གནས་ནང་ལོ་ཁོ་རང་ལ་ཡང་ཅིག་ཨ་ཨ་དྭགས་ལང་དོན་བྱེད་ནས་ཨ་ནི་ཅིག་ཞབས་སྤྱི་ཞུས་བསྡད་ངས་དེ་ཚོ་སོགས་ལ་རྣམ་པ་ཚོ་ངེས་པར་དུ་ཨ་ནི་ཅིག། ཐུགས་རྗེ་ལེགས་འབུལ་ཕུལ་བས་ཡིན་ན་རེད། ཨ་ནི་བཟང་སྤྱོད་ཐོན་ནས་ཚིག་གཉིས་མེད་ན་ཡིན་ན་རེད། ཞུ་དགོས་དེ་དཔེ་གལ་ཆེན་པོ་རེད་བསམ་གྱི་འདུག་སོང་ཙང་ད་ད་ལན། ང་རང་གི་བརྙན་ཐུང་འདི། བཟོས་དགོས་རྒྱུ་མཚན་ད་ག་རང་ཡིན། ཨ་ནི་ད་ལན་མིང་མ་བཀླགས་ཀྱི་ཨ་ནི་ངོ་དེབ་ནང་ལ་ང་རང་གི་འདུག། ཅིག་གིས་ང་རང་ཚོ། སུད་སི་ལེགས་ལྡན་སི་ཏན། སྐབས་བཅུ་དགུ་པའི་གི་ཨ་ནི་ཚོགས་གཙོ་དང་ཚོགས་གཞོན་གཙོས་པའི་གི་རྒྱུན་ལས་ཚང་མ་ལོག་ལི་ཨ་ནི་ཅིག། ད་ལན་གུ་དོན་ལི་ཨ་ཅག་ལས་ལེགས་གྲུབ་བྱུང་མགྱོགས་གི་ཨ་ནི་ཐུགས་རྗེ་ལེགས་འབུལ་འདི་ཁོ་རང་གི་འདུག་སུ་མ། ཞུས་ཤ་འདི་ཙམ་མ་ཡིན་པའི་གི་ཨ་ནི་འདི་ནང་ལོག་ལ་ཨ་ནི་ད་ཅིག་དྭགས་ལང་ཐོག་ནས་ཨ་ནི་ཕྱག་ལས་གནང་ངེས་ཡོད་རེད་ཨ་ནི་སྦྱིན་བདག་ཆེན་མོ་ཡོད་རེད་དེ་མ་ཡིན་པའི་ཨ་ནི་ཅིག། ད་ལྟ་ཚེ་རིང་ཧྥའུ་འདྲེ་ཤེན་ཁོ་རང་གི་སོ་སོ་ངོས་ནས་ཡང་དཔལ་འབྱོར་བཏང་བྱས་ནས

བྱས་ཙང་དེ་ཚོ་ཚང་མ་མི་གཅིག་གིས་མེད་བར་བྱས་མི་ཚང་མས་ཧ་རུ་ཧྥ་རུ་བྱས་ནས་འདུག། ལེགས་གྲུབ་བྱུང་ཡོད་དུས་ཙམ་པ་ལ་དེ་ལ་ཡང་ནི་མི་མངའ་ལགས་ཀྱི་ཐུགས་རྗེ་ལེགས་འབུལ་ཞུ་བ་ན་བཞིན་ད་ལན་ང་རང་གིས་ཡང་ནི་ཁོ་ནང་ཚོ་ལ་ད་ཡིན་ད་ཡིན། དེ་སྙམ་དུ་ལ་ཡང་མི་མངའ་ལགས་ལ་ཡང་ངས་ཐུགས་རྗེ་ཆེ་ལ་ནི་ཞུ་ཡ་ཡིན་ཁྱེད་རང་གིས་འདུག་ཡང་ནི་གཅིག། ང་རང་ཚོ་བོད་མི། སུད་ཀྱི་ས་གནས་མི་ཚང་མས་ཚབ་ཞུས་བྱས་ནས་ཁྱེད་རང་ཚོ་ཁོང་ཚོ་ལ་ཐུགས་རྗེ་ལེགས་འབུལ་ཞུ་བ་ནང་བཞིན་ད་ལན་ང་རང་བརྙན་ཐུང་འདི་བརྒྱུད་ལམ་ནས་ཁྱེད་རང་ལ་ཡང་ང་རང་ངོས་དམིགས་བསལ་གྱིས་ནི་ཅིག་ཐུགས་རྗེ་ཆེ་ལ་ནི་ཞུ་ཡོན་ཡིན་ཁ་ཅིག་ང་ཚོ་སྤྱི་ཚོགས་ནང་ད་དེ་འདྲའི་མང་པོ་སྒུག་གོ་རེད་ང་ཚོ་སྤྱི་ཚོགས་ནང་ལ་དེ་འདྲའི་དབུ་ནས་དག་ལངས་བྱེད་ངེས་དང་དེ་འདྲའི་ཅིག་ཕྱག་ལས་ཡག་པོ་གནང་ངེས་དང་ནི་ཅིག། ཨ་ནི་ཅིག་ང་རང་ཚོ་གི་ཕྱག་ལས་ག་རི་གནང་བ་ཡིན་ན་དེ་ཚོ་ཚགས་ཚུད་པོ་ཡོང་ཨེ་དང་ལམ་ལྷུང་ཡོང་ཨེ་དེ་ཚོ་ཚང་མ་ཨ་ནི་ཅིག་ཕ་ཆུང་ངོ་བོ་མི་དཀའ་ལས་རྒྱ་ནས་ཡོང་གི་ཡོད་ཙང་ཨ་ནི་དེ་ལ་ཡ་ཐུགས་རྗེ་ཆེ་ཞུ་དགོས་ཡོད་དེ་དཔེ་གལ་ཆེན་པོ་ཆགས་ཀྱི་ཡོད་ཙང་ད་ལན་ཨ་ནི་མིག་མང་ལྷག་ལྷག་ཡི་ཐུགས་རྗེ་ཆེ་ལ་ནི་ཞུ་ཡོད་ཡིན་ཁྱེད་རང་གི་ཁྱེད་རང་གི་ད་ལྟ་ངོ་དེབ་ནང་ལ་ཐད་གཏོང་དེ་བརྒྱུད་ནས་ཨ་ནི་ཅིག་མི་མང་པོ་ཅིག་གིས་ཨ་ནི་ཅིག་དངོས་གནས། སུའིས་དང་ལེག་ཐེན་སི་ཐན་བོད་རིགས་མི་དམངས་ཀྱི་སྐུ་ལས་འདི་འདྲས་ཀྱི་སྐྱོན་བཞག་ཨ་འདི་ཚགས་ཚུད་པོ་ཡག་པོ་ལམ་ལུགས་བྱུང་བཞག་བསམ་ནས་ཨ་ནི་ཅིག་མང་པོ་ཅིག་ལ་ཡང་གོ་ཐོ་ཏན་ཏན་སད་ཡོད་རེད་བསམ་གི་འདུག་ཨ་ནི་ཚང་མས་ད་ད་མང་ཆེ་ད་ཁེངས་ཀྱི་རེད་ཡང་མ་ཁེངས་ངེས་རེ་ཟུང་ཡོད་པ་ཡིན་ན་ཡང་གོ་ན་ཚོ་ཡིན་ན་ཅིག་ཡང་འདི་གོ་ཐོ་ཟད་ཡོད་ལ་ཁྱད་པར་ཡོད་རེད་བ་སོང་ཙང་ད་ད་ལན་མང་པོ་ཞིག་ར་ཞུ་མོ་བསྐོ་བ་བྱེད། ཨ་ནི་ང་རང་ངོ་ནི་བུ་གུའི་ད་ག་རང་ཡིན། རྣམ་པ་ཚོ་ཨ་ནི་ཅིག་ཡིན་ཅིག་མིན་ཅིག། བོད་བསྟན་པ་ཆབ་སྲིད་དང། ཨ་ནི་ཅིག་བོད་དོན་དང། སོ་སོ་ཆོས་དང། སྐད་དང། རིག་གཞུང་དང། ད་འདི་ཚོ་ཐོག་ལ་ད་བེད་ཁོ་རང། འགན་འཁྱེར་ནས་ཕྱག་ལས་གནང་མཁན་ལ་ད་ང་ཚོ་རྒྱབ་སྐྱོར་བྱེད་དགོས་ཡིན་དང་ཡིན། ཡིན། ཡིན་ན་དེ་མ་ཡིན་པའི་སོ་སོ་ཁྱིམ་ཚང་གཅིག་ནང་ལོག་ལ་ཡིན་ན་ཡང་ཅིག་སོ་སོའི་དགེ་རྒན་ཁྱི་བྱེད་ནས་སོ་སོའི་བུ་ཕྲུག་ལ་ཡང་ཅིག། ཅིག། བཟང་ཕྱོགས་ཐོན་ནས་ལང་ཀ་སྟོན་ངེས་ཡིན་ན་རེད་ཨ་ནི་དེ་དེ་བ་དགེ་རྒན་ཁྱི་བྱེད་ནས་སོ་སོ་ཁྱིམ་ཚང་གཅིག་ཡིན་ན་དགེ་རྒན་ཁྱི་ངན་དེ་འདྲས་ཅིག་སོ་སོ། ཕ་ཡིན་ན་རེད་མ་ཡིན་ན་རེད་དེ་འདྲས་ཡིན་ན་སོ་སོ་ནང་ཁུལ་ཅིག་ཅིག་ལ་ཡང་དངོས་གནས་སུམ་བརྩི་བཀུར་ཞུས་ནས་ཨ་ནི་ཐུགས་རྗེ་ཞུ་དགོས་ཏེ་ཏན་ཏན་གལ་ཆེན་པོ་རེད་བསམ་དགོས་འདུག་གང་ཡིན་ཟེར་ན། ཐུགས་རྗེ་ལེགས་འབུལ་ཞུ་ཡས་དང་རྗེས་སུ་ཡི་རང་དེ་བྱིས་བ་ཡིན་ན་དངོས་གནས། ངེད་ཀྱི་དམ་དེ་ང་དེ་ངོས་ལ་ཞུ་བ་ནང་བཞིན་ཕ་ཆོག་ངོས་ལ་སེམས་ཤུགས་འཕར་མ་ཅིག་སྐྱེ་གི་རེད་སེམས་ཤུགས་འཕར་མ་དེ་སྐྱེ་བ་ཡིན་ན་མ་འོངས་པ་ཁོ་རང་གི་ལས་ཀ་དེ་ལ་ཡང། མུ་མཐུད་ནས་འབད་བརྩོན་བྱས་བྱས་ནས་ལས་ཀ་དེ་ཡག་རུ་བཏང་ཡས་དང་ལས་ཀ་དེ་རྒྱུ་མ་ནས་རྒྱ་ཆེ་རུ་བཏང་ཡས་དང་འདི་འདྲས་ཀྱི་ཁོ་རང་ལ་སྐུལ་སློང་དང། ལས་ཀྱི་རེ་ལ་ནས་ཞུ་ཡས་ཡིན་ཨ་འདི་འདྲས་སླེབས་བ་ཡིན་ན་ཨ་ག་ལེ་ག་ལེ་ག་ལེ་ཨ་ནི། ཁོ། ནུས་པ་དེ་ཆེ་རུ་འགྲོ་རུ་བ། ནུས་པ་ཆེ་རུ་འགྲོ་སོང་ན་ཨ་ནི་སྤྱི་དམངས་སྤྱི་ཚོགས་ལ་ཕན་ཐོགས་ཡས་དང་ཨ་ནི་གཅིག་མ་འོངས་པ་ཨ་ནི་གཅིག་རྒྱལ་ཁབ་ལ་ཕན་ཐོགས་ཡས་དང་འདི་འདྲས་ཀྱི་གནས་སྟངས་དེ་ཆ་མ་ཚིག་བ་མ་རེད་ལ་ནི་ཞུ་ཡས་ཡིན་ལ་སོ་ལྟ་མང་པོ་འདྲ་པོ་ཆགས་སོང་ཨ་ནི་མཐའ་དོན་ད་ག་རང་ཞུ་ཡས་ཡིན་ད་ད་ལན་ཨ་ནི་གཅིག། ང་རང་ཚོ་སུད་སི་ལ་ལེགས་ལྡན་ཕྱི་དྲག་བོད་མི་མང་སྐབས་བཅུ་དགུ་པའི་ཚོགས་གཙོ་ཚོགས་གཞོན་གཙོས་པའི་རྒྱུན་ལས་ཚང་མ་རབ་དང་རིམ་པ་ཚང་མ་ལོག་ལ་ནི་གཅིག། ད་ལན་གོ་དོན་དེར་ཡང་ཕྱག་ལས་དབུ་ནས་ཧང་སང་ཡང་སྲབ་ཞིང་རྒྱས་པ་གནང་བ་དང་ནི་ཚགས་ཚུད་པོ་ལམ་ལུགས་བྱུང་བ་དང་དེ་ཚོ་ཆ་ཚང་ནི་གཅིག་གི་ཐོག་མ་ནི། བོད་རིགས་སྤྱི་མཐུན་ཚོགས་པ་ལ་ཡང་ཐུགས་རྗེ་ཆེ་ཞུ་ཡས་དང་དེ་དང་མཉམ་དུ་ནི་གཅིག། བསྟན་སྨོན་མོ་དབུ་ནས་མི་སྟོང་མང་པོ་འདི་འདྲའི་ཅི་ལི་ཡ་ཞལ་ལག་གི་སྦྱིན་བདག་དོན་ཡོད་དང་དེ་མ་ཡིན་པའི་ནི་ཚེ་རིང་ཕའུ་འདྲེ་ཤན་དངོས་གནས་ཅིག་བོད་པའི་གི་གནས་ཚུལ་འདི་ཚོ་ང་རང་ཚོ་གོང་ས་མཆོག་གི་ད་གནས་ཚུལ་གོ་དོན་གི་གནས་ཚུལ་འདི་ག་དེ་ཆ་ཚང་ཡ་ཚ་ཤོག་ལི་ཡ་འདུག་སྨ་འདྲེན་པའི་གནང་གནང་ཡས་དང་དེ་ཐོག་ལས་འགྲོས་སྒྲོན་འདི་ཚོ་པུ་ར་སོ་སོ་དངོས་ནས་འགན་ཁི་ཡས་དང་དེ་ཚོ་ཚང་མ་ལོ་སྙིང་ཐག་པ་འདུ་ཅི་ཆ་ཞུ་ཡ་ཡིན་དེ་མ་ཡིན་པའི་གི་ནི་ཅིག་དྭང་བླང་དངོས་ནས་ཅིག་གི་ཕ་གས་ལ་ཕྱག་ལས་གནང་དེ་ངས་དང་འདི་ཡ་མ། མི་དམངས་ཚོ་ལ་ཡ་ཆ་ལེན་གནང་ཡས་དང་འདི་དེ་བ་ལ་ཡ་ནི་ལག་རྟགས་ནི་མི་དམངས་ལ་ཡ་འདི་ཆ་རྐྱེན་ག་རེད་ཆ་རྐྱེན་སྤྲད་ཡས་དང་འདི་ཐོག་ནས་དྲ་ཐོག་ནས་ཡ་ནི་ཅིག་གི་བོ་སྤྲི་དཀར་དེ་ཚོ་ཟིན་ངེས་ད་ཆ་ཚང་ལ་ད་ལེ་ང་རང་སྙིང་ཐུང་འདི་བརྒྱུད་ལམ་ནས་སྙིང་ཐག་པ་ནས་ཐུགས་རྗེ་ཆེ་ལ་ནི་ཞུ་ཡས་ཡིན་ཨ་དེ་མ་ཡིན་པའི་མིག་དམར་ལགས་ལ་ཡས་ཐུགས་རྗེ་ཆེ་ལ་ནི་ཞུ་ཡས་ཡིན་ད། ཁྱེད་རང་གི་ད་ལེ་ཡ་ནི་ངོ་དེབ་ནང་ལ་སྙིང་ཐུང་འདི་བཟོས་ནས་ཡ་ནི་ཅིག་ད་ང་ལ་ང་འདྲ་བོ་ལ་འདུག་ང་རང་ལ་ཚོར་བ་གླེང་བ་ན་བཞིན་ཨ་ནི་མི་མང་པོ་ཅིག་ལ་ཏན་ཏན་ཚོར་བ་གླེང་ཡོད་ཀྱི་རེད་བསམ་གྱི་འདུག་སོང་ཙང་གི་ཚེ་རྣམ་པ་ཚོ་དངོས་གནས་ཚོར་བ་དེ་འདྲའི་གླེང་ཡོད་པ་ཡིན་ན་ཨ་ནི་ངེས་པར་དུ་ཨ་ནི་ཅིག་ང་རང་ཚོ། བཟང་སྤྱོད་དང་ལེགས་པའི་ཁྲོད་ནས་ཅིག། བཀའ་མོལ་གནང་མཁན་དང་ཅིག། སོ་སོ་དངོས་གནས་ཅིག། སྤྱི་དང། སྒེར། ཚང་མ་ལ་ཕན་ཡོན་གྱི། གནས་ཚུལ་ཅིག་ཡོད་པ་ཡིན་ན་ངེས་པར་དུ་དེ་ལ་གུས་བཀུར་གནང་ཡན་དང་དགའ་རྟགས་སྐྱོན་ཡན་དང་དེ་ཚོ་ངེས་པར་དུ་གནང་རོགས་གནང་ལ་ནི་ཞུ་ཡན་ཡིན་དངོས་གནས་དེ་ཚོ་རིན་མེད་རེད་ཨན་ཅིག་དེ་གི་ག་རེ་འགྲོ་གི་རེད་ལ་ན་མི་མང་པོ་ཅིག་ལ་ཁྱབ་སྤེལ་ཆགས་འགྲོ་གི་རུ་བ་ཨན་དེ་འདྲས་དེ་འདྲས་དེ་འདྲས་བྱས་ནས་ང་ཚོ་གི་བཟང་སྤྱོད་དེ་ག་ཚོད་ཀྱི་ཡ། ཁྱབ་སྤེལ་ཆགས་བ་དང་ལེགས་པའི་ཆ་དེ་ག་ཚོད་ཁྱབ་སྤེལ་ཆགས་བ་ཡིན་ན་ནི། དེར་ལ་ད་ང་རང་ཚོ་ཁོར་ཡུག་དེ་བྱས་ཅི་ལ་ཨན་ཅིག་ང་རང་ཚོ་དེ་ང་རང་ཚོ